རྣམ་པ་ལྷན་སྐྱེས་བཀྲ་ཤིས་བདེ་ལེགས་སྐུ་ཁམས་བཟང་ང་རྣམ་པ་ཚོའི་གྲོགས་པོ་འཆི་མེད་ཚེ་དབང་ཡིན། གྲུབ་ཐོབ་སེང་གེ་ཡེ་ཤེས་ཁོང་གིས་ད་ཡག་གི་ཤེས་བསྟོད་མི་ཤ་ཀྲང་གི་རྩ་བ་ནས་ཕ་བོང་སེང་ཆེན་གྱི་ད་དེ་སྟེང་དུ་དེ་ནས་ད་ཤེས་ལུང་པའི་སྣང་སྲིད་ལྷ་སྲིན་སྡེ་བརྒྱད་ཚང་བ་དབང་དུ་བསྡུས་དེ་ནས་ད་སྲོག་གི་སྙིང་པོ་བླངས་དམ་ལ་བཏགས་མཚམས་རེ་བཅད་ལ་དེ་ནས་ཁོང་དེ་ནས་མར་ལ་ཕེབས་པར་ཤེས་མཆོག་ལ་ཤེས་རི་བོ་འབྲུག་སྒྲ་མཆོག་ལ་ཡང་མ་ནས་སུམ་མདོ་མཆོག་ལ་དེ་ནས་མར་ཕེབས་དོ་ཁོང་དེ་ནས་མར་ལ་ཕེབས་ཡོང་དུས་རྩམ་པ་ལ་དེ་མ་གིའི་རི་དོག་དོག་ཅིག་གང་ནས་ཕེབས་པ་དང་རི་གི་དོག་དོག་གང་ནས་ཕར་གཟིགས་དུས་ག་ཚོད་ཕ་གི

ཅེས་ས་ར་ཧ་དང་ཀླུ་སྒྲུབ་གཉིས་ཕ་གྲུབ་ཐོབ་རྣམས་ཀྱིས་བྱིན་བརླབས་པས་ངའི་བླ་མ་གཉིས་ལ་ཕྱག་འཚལ་ལོ། ཁོང་གིས་དེ་ནས་བ་ལ་རི་དེ་གང་ནས་ཕ་ཁ་ཕྲུག་ཕྱག་འཚལ་ཏོ། དེ་ནས་ད་ལྟ་ཕྱག་འཚལ་ཚུལ་གྱི་ས་ཆ་དེ་ཕྱག་འཚལ་གང་ཟེར་གྱི་རེད། ཕྱག་འཚལ་གང་ནས་ཕ་ཅིག་རྟ་ཡོང་དུས་སྐབས་རྩ་ཁང་དགོན་པ་དང་སུམ་མདོ་དགོན་པ་གཉིས་ཀྱི་རྟ་སྒོ་དང་པོ་དེ་ནས་མཐོང་དགོས་རེད། དེ་ཡིན་དུས་སྐབས་སུ་རྟ་དེ་ལ་དེ་ནས་ད་དེང་སང་ཡིན་ན་ཡང་མི་དེ་ཚོ་ཚང་མ་ད་དེ་རུ་སླེབས་པ་དང་རྩ་ཁང་དང་སུམ་མདོ་གཉིས་ལ་གུས་ཞབས་ཀྱི་ཆེད་དུ་ད་རྟ་ཡི་སྟེང་ནས་མ་ལ་བབ། དེ་ནས་ཞྭ་མོ་ཕུད་བྱས་ནས་དེ་ནས་བག་གོས་ཞབས་བཅས་ལུགས་སུ་དེ་འདྲ་ཆགས་ཏེ་ཡོད་དོ། དེ་འདྲའི་ཅན་ཆགས་ཚར་ནས་དེ་གོང་དུ་གནས་པ་རྩ་སྒང་ཕྱོགས་ལ་ཕེབས་ཏོ་རྩ་སྒང་ཕྱོགས་ལ་ཕེབས་ཡོང་དོན་སྐབས་སུ་ད་རྩ་སྒང་གི་བྲག་དེ་ཚོ་ད་ཅི་བྲམ་ཟེ་ཆེན་པོ་ས་ར་ཧ་བ་དང་དཔའ་མགོན་འཕགས་པ་ཀླུ་སྒྲུབ་གཉིས་ད་གཟིགས་ཡོད་རེད་དེ་ད་དེ་རུ་སླེབས་པ་ད་བྲམ་ཟེ་ཆེན་པོ་ས་ར་ཧ་བ་དང་དཔའ་མགོན་འཕགས་པ་ཀླུ་སྒྲུབ་གཉིས་ཡང་མཇལ་ཡས་མེད་པ་མི་སྣང་བ་ནམ་མཁའ་ལ་འཇའ་ན་བ་ཡལ་བ་ནང་བཞིན་ཆགས་བྱས་ནས་ད་རྩ་སྒང་གི་བྲག་དེ་ཚོ་ག་རེ་གཟིགས་རེད་ཟེར་ན་བྲག་དེ་ཚོ་བཅོམ་ལྡན་འདས་རྡོ་རྗེ་ཕག་མོ་ཞལ་བཞི་ཕྱག་བཅུ་གཉིས་ཅན་ཞལ་ན་ཧ་ཧ་དང་ཧོ་ཧོ་ལ་སོགས་པའི་ཞལ་དཔེ་གད་མོ་བཅུ་གཉིས་ཀྱི་བྲག་ཡོང་དོན་སྐབས་སུ་གནམ་ས་བར་སྣང་ཐམས་ཅད་ཡོམ་ཡོམ། ཤིག་ཤིག་འགུལ་བསྟན་པ་དེ་འདྲའི་གཟིགས་ཡོང་དུས་སྐབས་སུ་གྲུབ་ཐོབ་སེང་གེའི་ཤེལ་སྒོ་ཉམས་ཞིག་འུར་རྒྱོག་དུས་སྐབས་སུ་དཔལ་འཁོར་ལོ་དོམ་པ་གི་སྐུ་རུ་ཞལ་ནས་རྡོ་རྗེ་ཕག་མོ་གྱི་བ་ག་ཡར་འཛུལ། དེ་ནས་རྡོ་རྗེ་ཕག་མོ་གི་ཐུགས་ཀ་སྙིང་ག་རུ་སླེབས་པ་དང་དད་གསལ་མི་རྟོག་པའི་ཏིང་ངེ་འཛིན་གྱི་ངང་ལས་ཉི་མ་བཅུ་གཉིས་དེ་འདྲ་བྱས་ནས་རྡོ་རྗེ་ཕག་མོ་ཐུགས་ཀར་ཞུགས་རེས་དེ་ནས་བྱས་ནས་གྲུབ་ཐོབ་སེང་གེའི་ཤེལ་སྒོང་སྒྲིབ་པ་ཐམས་ཅད་དག་ཡོན་ཏན་ཐམས་ཅད་རྫོགས། དེ་ནས་ད་སེང་གེ་དཀར་མོ་ནང་བཞིན་གང་ལ་ཡང་ཉམ་ང་མེད་པའི་དཔའ་གདེང་ཅིག་ཐོབ་ཡོང་དུས་སྐབས་སུ་ད་དེ་ནས་བཟུང་སྟེ་ད་སེང་གེ་ཡི་ཤེས་གསལ་གྱི་མིང་དང་དོན་སྙིང་ཆ་མཚུངས་པ་ཅིག་བྱུང་སོང་ཟེར་ཁོང་རང་གིས་དེ་འདྲས་གསུངས་ཡོད་རེད།

ཟླ་བ་མར་ངོ་ལེན་ན་ཙག་གི་མདོག་དེ་འདྲའི་ཆུ་དེ་ཚོ་ཚང་མ་དམར་པོ་འདྲ་བོ་ད་ལྟ་རིར་བབས་ཀྱི་ཡོད་རེད་ཟེར། ད་དེ་ག་རེ་མཚོན་གྱི་རེད་ཟེར་ན་ཡབ་ཀྱི་དཀར་ཆ་དང་ཡུམ་གྱི་དམར་ཆ་མཚོན་གྱི་ཡོད་རེད་ཟེར་མདོར་ན་བྱང་སེམས་དཀར་དམར་མཚོན་གྱི་ཡོད་རེད་ཟེར་གྱི་རེད་ད་དུང་གྲུ་ཐུབ་སེང་གེ་ཡེ་ཤེས་ཁོང་གིས་དོར་ཅི་ཕག་མོའི་ས་བོན་བ་ཀ་དང་ག་རེ་གཏེར་དུ་ཤེས་པ་ར་ཟེར་ན་འབྲུ་ཀ་ཏོ་ར་གང་གཏེར་ནས་ཤེས་ཟེར་གྱི་རེད་ད་ཀ་ཏོ་ར་ཟེར་ན་གནའ་སྔ་མོ་ང་ཚོ་ཟངས་ལས་གྲུབ་པའི་ད་སྣོད་དེ་འདྲའི་གོར་གོར་ཆེན་པོ་དེ་འདྲ་ཡོང་གི་ཡོད་བ་འོ་ད་དེ་འདྲས་ཅིག་དེ་གང་རྒྱག་པའི་འབྲུ་ཡོད་མཁན་དེ་འདྲས་ཀྱི་གཏེར་ལས་ཤེས། དེ་ག་ནང་བཞིན་གྱི་ཕུར་པ་ཅིག་གི་གཏེར་ལས་ཤེས་པ་དག་དེ་འདྲའི་གསུང་སྲོལ་ཡོད་རེད། དེ་ནས་གྲུབ་ཐོབ་སེང་གེ་ཡེ་ཤེས་གུང་ཐང་ཞིག་ནས་རི་བོ་འབྲུག་སྒྲ་གནས་སྒོ་འབྱེད་ཡས་ཀྱི་ཆེད་དུ་གནས་ཀྱི་སྐོར་ལམ་ལ་སོགས་པ་དེ་ཚོ་གཏན་འབེབས་བྱེད་ཡས་ཆེད་དུ་དག་རི་བོ་འབྲུག་སྒྲ་སྐོར་ལ་ལས་ཕེབས་འདུག་ཅིག་ཕེབས་ཡོང་དུས་སྐབས་སུ་དག་ཡ་གི་ལྷ་ལུང་འབུབས་ཟེར་ཆེད་དུ་ལྷ་ལུང་འབུབས་ཟེར་དག་པའི་དག་རི་དེ་འདྲ་ཡ་གྱེན་ལ་འཛགས་ས་གྱེན་གཟར་བུ་ཅིག་ཡོད་རེད་བ་དག་དེ་རུ་སླེབས་ཡོང་དུས་སྐབས་སུ་དག་ཁོང་པས་མི་ཟེར་ཉིན་གུང་ཉི་མ་ཚ་བོ་འདྲ་བོ་ཅིག་ཡང་ཆགས། དེ་ནས་དག་ཁོང་ལྟོགས་སུ་དག་ཅིག་ཞེ་ས་མ་ཞུས་ན་དེ་ནས་ཉོབ་པ་བཟོ་འདྲ་བོ་ཅིག་རེ་བ་གཅིག་ཞལ་སྐྱེན་པའི་སོ་འདྲ་བོ་བྱས། སོ་འགྲོས་བཅོམ་པའི་སོ་འདྲ་བོ་བྱས། མདོར་ན་གོང་ཐང་ཆད་པ་སྐུ་ཐང་བསྙེལ་བའི་སོ་འདྲ་བོ་བྱས་ན་ཨོ་ད་མ་ཅིག་དེས་ནི་ད་ཚ་བོག་ཟེ་བྱེད་གོག་འདུག་ཟེ་གོང་དུ་ཚ་བོག་ཟེ་ན་ག་རེ་རེད་ཚ་བོག་ཟེ་ན་གནའ་སྔ་མོ་ང་རང་ཚོ་བྱ་དམ་འགྲོ་བ་དང་དེ་འདྲའི་ཁེར་ཡས་ཡོད་མ་རེད་བ་ཁེར་ཡས་མེད་དུས་སྐབས་སུ་ང་ཚོ་འགྲུལ་པ་ཐག་རིང་པོ་འགྲོ་དུས་སྐབས་སུ་ཡང་ས་ཆ་འཚམ་འཚམ་འཚམ་ན་ང་ཚོ་མེ་བཏང་ལྕགས་བཀོལ་དེ་འདྲ་བྱས་ན་ད་ག་ལ་ཟས་ལུགས་སུ་ཡོད་རེད་བ་ཨོ་ད་ཚ་བོག་ཟེ་བྱེད་དགོས་གོང་ནས་ཡག་ཅིག་ད་ང་ཚོ་གནའ་སྔ་མོ།

རྒྱལ་རྡོ་རྗེས་ལོ་ཙཱ་གི་རྡོ་བསལ་ཏེ་ར་ཡི་སྒོ་ཙམ་གྱི་རག་མི་འདུག་དེར་རག་མེད་ཡོང་དུས་སྐབས་སུ་ད་ཁོང་གིས་ག་རེ་གནང་གི་རེད་ཟེར་ན་ཞབས་ཀྱི་པུས་མོ་གཉིས་ཀྱིས་པར་རུག་ལ་དེ་མེད་བཏང་བྱས་ནས་དེ་ནས་ད་དེའི་སྒང་ལ་ཚ་བོགས་གནང་བ་རེད་ཟེར་གྱི་རེད་ད་དེ་ནས་ཡ་ལེ་ཅིག་ཕེབས་ཡོང་དུས་སྐབས་སུ་ད་ཡ་གི་སྒང་ནས་ད་དཔེ་མི་ཟེར་དག་པའི་སྣང་བ་དང་གཟིགས་སྣང་བསམ་གྱིས་མི་ཁྱབ་པ་བྱུང་ཡོད་ད་ཡ་གི་ནས་ཚེ་ཆུ་འོང་མ་ཟེར་གྱི་རེད་ཚེ་ཆུ་འོང་མ་དེར་སླེབས་དུས་སྐབས་སུ་ད་ཕ་གི་གི་རིགས་དེ་དང་བྲག་རི་དེ་ཚོ་ཚང་མ་ག་རེ་རེད་ཟེར་ན་ཤི་དམྱལ་བ་གིས་དེ་ནས་ད་ཤལ་མ་ལི་ཡི་སྡོང་པོ་དང་དེ་ག་ནང་བཞིན་གྱི་དམྱལ་བི་གི་ཟངས་རོལ་མོ་དང

ཇི་བཙུན་གྲོལ་མ་གིས་ཁོང་ལ་བསུན་མ་གནང་བ་ལམ་སྟོན་གནང་བ་དེ་འདྲས་ཡིན་པ་མཁྱེན་འདུག་དེ་ཡིན་དུས་སྐབས་སུ་སྤྱང་ཀི་ཐིམ་འགྲོ་ཟེར་དུས་ད་རི་དེ་ལ་གྲོལ་མ་ཕོ་བྲང་ཟེར་བཏགས་པ་རེད། ད་དེ་ཡི་ཕ་ཅོག་བྲག་གི་ངོས་དེ་ཚོ་ཚང་མ་ལ་གནས་བརྟན་བཅུ་དྲུག་དང་གྲུབ་ཐོབ་བརྒྱད་ཅུ་རང་བྱོན་ལ་སོགས་པ་ད་དེ་འདྲས་ཀྱི་གྲུབ་ཐོབ་སེང་གེ་ཞིག་ལ་གཟིགས་སྣང་བསམ་གྱིས་མི་ཁྱབ་པ་བྱུང་བ་རེད། ད་དེ་ནས་ཡར་ལ་ཕེབས་ནས་ཡ་གི་ལག་མགོ་ངོ་མ་དེ་གྲོལ་མ་ལ་ཟེར་གྱི་རེད་གནའ་སྔ་མོ་ལག་མགོ་དེ་ན་ཇི་བཙུན་གྲོལ་མ་གིས་ད་རང་བྱོན་ཅིག་ཡོད་རེད་ཟེར། ད་ཕྱིས་སུ་སེམས་ཅན་བསོད་ནམས་མེད་པའི་དབང་གིས་ཆར་བ་མང་པོ་བབས་ཏེ་ལ་ཡི་ཕྱོགས་གཅིག་ན་མ་རི་དེ་མ་ཆད་ཆད་ནས་ད་དེང་སང་གྲོལ་མ་རང་བྱོན་དུ་མཇལ་ཡོད་མ་རེད་གནའ་སྒོ་ནས་ད་གྲུབ་ཐོབ་སེང་གེ་ཡེ་ཤེས་ཀྱི་ཁྲོས་མ་ལག་མགོ་དུ་ཕུད་རྗེས་ད་དེ་ནས་མར་ཕེབས་ཡོང་དུས་སྐབས་སུ་མ་གིས་ནི་ཐང་པད་མི་བཟོས་སྐྱིད་པོ་མེ་ཏོག་འདྲ་མི་འདྲ་ཡོད་ཟེར་ཐང་སྐྱིད་པོ་ཞེ་བོ་ཅིག་ཟིག་འདུག་ད་དེ་ལ་མེ་ཏོག་དེངས་ཐང་དུ་ད་མེ་ཏོག་དེངས་ཟེར་འདག་པ་རེད་ཟེར་གི་རེད་ད་དེ་ནས་གྲུབ་ཐོབ་སེང་གེ་ཡིས་ད་མེ་ཏོག་དེངས་ནས་མར་ཕེབས་ཡོང་དུས་སྐབས་སུ་ད་རི་བྲག་རི་སྤུའི་ཁུར་ཀྱོག་འདྲ་བོ་ཅིག་ཟིག་འདུག་ད་བྲག་རི་སྤུའི་ཁུར་ཀྱོག་འདྲ་བོ་དེ་ཟིག་ཡོང་དུས་སྐབས་གྲུབ་ཐོབ་ཀྱིས་ད་དེ་ག་འདྲ་ཡིན་ནའང་ཁོང་གི་ཏིང་ངེ་འཛིན་ཅིག་ཟིག་ཡོང་དུས་སྐབས་སུ་ཕྲུ་གུ་མ་སྐྱེས་པ་སྤུ་གུ་མེད་པའི་དཀའ་ངལ་ལ་སོགས་པ་ཡོད་པ་ཡིན་ན་ད་བྲག་དེ་ལ་གསོལ་བ་བཏབ་ཕྱག་བཙལ་སྨོན་ལམ་བཏབ་ད་དེ་འདྲས་བྱས་པ་ཡིན་ན་ད་པོ་སོ་སོ་ལ་སྤུ་བོ་སྐྱེས་ཡ་དེ་འདྲའི་ད་བྱིན་རླབས་ཡོད་རེད་གསུངས་རེད་གནས་དེ་ལ་ཕྱག་རྩ་གསོལ་བ་བཏབ་རྟེན་འབྲེལ་གྱི་བྱེད་སྒོ་དེ་ཚོ་བྱས་ཡོང་དུས་སྐབས་སུ་གནའ་སྔ་མོ་སྤུ་བོ་མ་སྐྱེས་པའི་མི་མང་པོ་ཞིག་ལ་སྤུ་བོ་སྐྱེས་པའི་ལོ་རྒྱུས་དེ་འདྲའི་ཡོད་དེ་ཡོད་རེད་བས་དོལ་བོ་ལ་ཡང་ཡོད་རེད་ལ་དོལ་བོ་མ་ཡིན་པའི་ལུང་པ་གཞན་དག་དང་མུ་གུམ་དང་དཀར་མ་རོང་ལ་སོགས་པ་དེ་ཚོ་ལ་ཡང་ཤེལ་ནང་སེ་མིང་བཏགས་ཀྱོག་གི་ད་མི་མང་པོ་ཡོད་རེད་ཤེལ་ནང་སེ་མིང་བཏགས་ཀྱོག་གི་མི་དེ་ཚོ་གང་མང་ཆེ་བ་ག་རེ་རེད་ཟེར་ན། ཤེལ་རི་བོ་འབྲུག་གྲགས་ཀྱི་གནང་མགྱོགས་ཡིན་ཟེར་བ་རི་བོ་འབྲུག་གྲགས་ཀྱི་སོ་བ་ལྟ་བུ་ཞུས་ནས་གནང་བ་ཡིན་ཟེར་དེ་ཡིན་དུས་སྐབས་སུ་མིང་ལ་ཤེལ་གནང་ཟེར་བ་དང་དེ་འདྲའི་དཔེ་མང་པོ་ཡོད་རེད་ཡིན་ནའི་གྲུ་ཐོབ་སེང་གེའི་ཤེལ་གོང་དེ་ནས་མ་ཕེབས་ཡོང་དུས་བ་ད་མ་ཡིན་དུས་ད་ལམ་ཀ་ཡ་མ་འགྲོ་ས་དང་དེ་འདྲ་མང་པོ་ཡོད་དུས་སྐབས་སུ་ག་བ་ནས་འགྲོ་གོ་བོའི་ནང་དྲན་ནས་ཁོང་གིས་ད་གོང་པ་ཏིང་ངེ་འཛིན་ལ་བཞུགས་ཡོང་དུས་སྐབས་སུ་ནམ་མཁའ་ནས་དེ་ནས་དུང་གི་སྐད་ཅིག་དུང་གི་སྐད་ཅིག་གསལ་འདུག་དུང་གི་སྐད་གསལ་ཡོང་དུས་སྐབས་སུ་གྲུ་ཐོབ་སེང་གེའི་ཤེལ་གྱིས་ཨོ་ད་འདི་མཁའ་འགྲོ་མ་ཡི་ལམ་སྣ་དྲན་པ་རེད་འདུག་ཟེར་མཁའ་འགྲོ་མ་ཡི་ལམ་སྟོན་གྱི་ཡོད་ས་རེད་དྲན་ནས་ད་ཁོ་དུང་གི་སྐད་གདུང་གི་སྒྲ་དེ་ལ་ཉན་ནས་ད་ཁོང་གི་སེམས་ནས་ཕེབས་འདུག་ཨ་དེ་ནས་བཟུང་བུ་ཆུང་བླ་མཚོ་ཟེར་དེ་རུ་ཕེབས། ད་བུ་ཆུང་བླ་མཚོ་ཟེར་མཚོ་གཅིག་ཆུང་ཆུང་གཉིས་ཡོད་རེད་ད་དེ་རེའུ་འབྲུག་སྒྲ་ལ་ཡོན་ཆབ་ཤན་པའི་ཚུལ་ཡིན་ཟིག་རོ་ད་མཚོ་དེ་ཡོད་ས་ནས་ཡག་གི་ཕུག་དེ་ན་དཔེ་མི་ཟིན་རང་བྱོན་མང་པོ་ཟིག་དོ་བྲག་གི་ངོས་ལ་བདེ་གཤེགས་མཆོད་རྟེན་བྱ་རྒྱལ་དང་སྔགས་དང་རོལ་མོ་དང་གདུང་ད་དེ་འདྲའི་དར་ལྕོག་ལ་སོགས་པ་དེ་འདྲ་གི་རང་བྱོན་འདྲ་མི་འདྲ་ཟིག་ཡོད་གི་ཡོད་རེད་ད། ད་ད་ད་ཡང་མཇལ་ཡོད་དེ་ཡོད་ད་ཤེལ་རི་བོ་འབྲུག་སྒྲ་དེ་ཕྱི་བདར་དུ་བྱས་པ་ན་དག་པའི་གཟིགས་སྣང་ལ་རྣམ་རྒྱལ་ཤེལ་གྱི་ཆར་རྡུལ་རྩེ་མོ་དགུང་ལ་རེག་པ་ནང་ལ་རྩ་གསུམ་རྒྱལ་བ་ཞི་ཁྲོ་རབ་འབྱམས་ཀྱི་ལྷ་ཚོགས་བཞུགས་པ། ད་བར་ཁྱམས་དེ་ཚོ་ལ་ཉན་ཐོས་རང་རྒྱལ་བྱང་སེམས་ལ་སོགས་བ་ད་དེ་འདྲའི་དཔག་ཏུ་མེད་པ་སྤྲིན་གྱི་ཕུང་པོ་གཏིབས་པ་ནང་བཞིན་མཇལ། ཕྱོགས་བཞི་ནས་ཡར་ལ་མེ་ཤེལ་གྱི་ཐེམ་སྐས་བཞི་ཟིན་ན་ད་མེ་ཤེལ་ལས་གྲུབ་པའི་ནི་སྐས་འཛེག། ཐེམ་པ་དེ་འདྲ་བཞི་ཡོད་རེད་གཟིགས་འདུག་ཨ། ཁོང་གིས་དེ་འདྲའི་གཟིགས་བ་ནང་བཞིན་བྱས་ནས་དེང་སང་ཡིན་ན་ཡང། རྡོ་ལས་གྲུབ་པའི་ཐེམ་སྐས་རིང་པོ་ཞེ་དྲག་ཅིག་ཡོད་དེ་ཡོད་རེད་ད་དེ་ཡི་མིང་ལ། མཐོ་རིས་ཐེམ་སྐས། མཐོ་རིས་སྐས་འཛེག། མཐོ་རིས་སྐྲད་པ། ད་དེ་འདྲས་བཞུགས་འདུག་བ། དེང་སང་གནས་སྐོར་ལ་ཕེབས་མཁན་དེ་ཚོ་ཡང་སྐས་འཛེག་སྟེགས་ཀྱི་རྩ་བ་ནས་ཡར་ལ་དབུགས་མ་བཏང་བར་བྱེད་དབུགས་མ་ལོད་པར་བྱས་ནས་རྒྱུགས་ཆེ་ན་ཡར་གྱི་རྐང་རྩེད་བར་དུ་དོན་ཐུབ་པ་ཡིན་ན་ད་ངན་སོང་གི་དུག་སྔར་ཡོད་མ་རེད་ཟེར་སྐྱེ་བ་ཕྱི་མ་ངན་སོང་ལ་འགྲོ་དགོས་མ་རེད་ཟེར་སྐྱེ་བ་ཕྱི་མ་མཐོ་རིས་ལ་སྐྱེ་གི་རེད་ཟེར་འོ་ད་དེ་འདྲས་གསུང་གི་འདུག་བ། ད་དེ་འདྲའོ་མཐོ་རིས་སྤྲས་པའམ་མཐོ་རིས་སྐས་འཛེགས་ད་དེ་འདྲའི་ཚུལ་ཕེབས་ཡོང་དུས་སྐབས་སུ་ད་ཡལ་མིན་ཟུར་ལ་སླེབས་སྤྲོ་སླེབས་སྤྲོ་ཚུལ་ད་དེའི་གཡས་གཡོན་དེ་ཚོ་ན་ད་རི་དྭགས་ཀྱི་རྐང་པའི་བྱེད་ཅིག་ཡོད་རེད་ད་དེ་འདྲའོ་རི་དྭགས་ཀྱི་རྐང་པའི་བྱེད་རི་དྭགས་ཀྱི་ཞབས་བྱེད་རི་དྭགས་ཀྱི་མིག་བྱེད་ཅིག་ཡོད་རེད་ད་དེ་འདྲའོ་རི་དྭགས་ཀྱི་ཞབས་བྱེད་འམ་མིག་བྱེད་དེ་ག་རེ་རེད་བས་ཟེར་ན། དག་པ་ཤེལ་གྱི་རི་བོ་འབྲུག་སྒྲ་དེ་ཉིད་ལ། ཆུ་སྒྲོལ་བ་འདྲེན་པ་ཟས་ཀྱི་རྩ་ཀླུ་བདུད་དོར་བྱེད་ཟེར་ད་དེ་འདྲ་གྲོལ་བ་ཞིང་བརྟན་གྱི་རྩ་དང་ཆུ་གཉིས་ཡོད་རེད་ཟེར་གི་རྩ་ཀླུ་བདུད་དོར་བྱེད་དང་ཆུ་སྒྲོལ་བ་འདྲེན་པ་གཉིས་ཁ་ལ་རག་མྱོང་བའི་རི་དྭགས་ཅིག་གི་ད་ཞབས་རྗེས་རེད་ཟེར་གི་ཡོད་རེད་ད་རི་དྭགས་དེ་དེ་རུ་དོ་ཡི་སྒང་ལ་ཞབས་རྗེས་བཞག་ནས་རི་དྭགས་དེ་བྱེས་གྲོངས་འགྲོ་དུས་སྐབས་སུ་ཡིན་ན་ཡང་ཁོ་རང་གི་སྐུ་ད་ཅིག་གི་རུས་པ་དེ་ཚོ་རུས་གོག་དེ་ཚོ་ལ་ཡང་རིང་བསྲེལ་བབས་བྱས་ནས་ད་ད་ལྟ་རི་དྭགས་དེ་གི་ད་རྐང་པ་གི་རྐང་ཅིག་ད་ད་གོ་མོ་ཆེའི་ནང་གདན་གི་ནང་བཞུགས་ཏེ་ཡོད་རེད་བ

དེང་སང་ཡིན་ན་ཡང་ད་དེ་ལ Country Torahs མིང་བཏགས། དེ་ནས་གནས་སྐོར་དེ་ཚོ་ཡིན་ན་ཡང་ད་དེ་རུ་སླེབས་དུས་སྐབས་སུ་ལུགས་ཞལ་ཞབས་བྲོ་གི་དེ་འདྲའི་མཆོད་པ་འབུལ་ཡང་ལུགས་སྲོལ་དེ་འདྲའི་ཅིག་ཡོད་དེ་གི་ཡོད་རེད། Country Torah གི་དེ་ནས་ད Country Torah དང Country མ་ཡི་དེ་ནས་ད་ལུགས་ཁར་བྲོ་ཡི་མཆོད་པ་དེ་ཆ་ཚང་གཟིགས་ཚར་བ་དང་དེ་ནས་བྲོ་འདུག་ཟིན་གི་ཡིན་ཞེས་ཁོང་དེ་ནས་མར་ལ་ཕེབས་ཅིག་ནས་ད་མ་གི་ནས་དོར་ཅི་ཕུག་ཟེར་ཕུག་པ་ཅིག་ཡོད་རེད་ད་དེ་རུ་ཕེབས་དོ་ད་ཕེབས་དེ་ནས་ཕུག་པ་དེ་འགྲམ་དུ་དགོན་པ་ཅིག་བཞེངས་ད་དགོན་པ་དེ་མིང་ན་སྔ་མོ་རྡོ་རྗེ་ཚོང་ཟེར་གྱི་ཡོད་རེད། ད་དེང་སང་སྒོར་མོ་ཆེ་ཞུགས་ཡོད་རེད། ད་ཕུག་པ་དེ་མིང་ལ་རྡོ་རྗེ་ཕུག་ཞུགས་ཡོད་རེད། དེ་ཡིན་དུས་སྐབས་སུ་ད་གནས་ཀྱི་ལྟེ་བ་འདྲ་བོ་དེ་རྡོ་རྗེ་ཕུག་དང་ག་སྒོར་མོ་ཆེ་དེ་ཡིན་དུས་བརྩམས་པ་ལ། དེ་ནས་རྡོ་རྗེ་ཕུག་དང་སྒོར་མོ་ཆེ་གཉིས་དེ་མ་བསྐོར་བ་ཡིན་ན་རེའུ་འབྲུག་སྒྲ་ལ་བསྐོར་ལ་རྒྱབ་པ་ཡིན་ན་ཡང་དེ་ནས་ད་བསྐོར་ལ་ཆེ་བསྐོར་གྱི་མ་གཏོགས་བསྐོར་ལ་ཆ་ཚང་དུ་ཆགས་ཀྱི་ཡོད་མ་རེད་གསུངས་གི་ཡོད་རེད། དགོན་པ་གཞན་དུས་སྐབས་སུ་འགྲོ་སོང་འདྲ་བོ་གཙོ་བོ་དེ་སྔོན་མ་གྲུབ་ཐོབ་སེང་གེ་ཡེ་ཤེས་ཀྱི་རྩ་རྐང་དོར་ཆུ་ཕག་མོའི་སྦ་ཀ་ནས་འབྲུག་དཀར་དོ་ར་གང་གཏེར་ལ་བཞེས་པ་རེད་ཟེར་ད་ཁྱེད་ཀྱི་གོང་ནས་ཞུས་ཡོད་པ་འོ་དེ་འབྲུག་དཀར་དོ་ར་གང་དེ་ལ་ད་མར་རྩ་འདྲ་བོ་དང་འགྲོ་སོང་གཙོ་བོ་དེ་བྱས་ནས་ད་དེ་ནས་སྒོ་མོ་ཆེའི་དགོན་པ་དེ་བཞེངས་པ་རེད་ཟེར་གྱི་ཡོད་རེད་ཀྱི། ད་དེ་ནས་ཤེལ་གྱི་རི་བོ་འབྲུག་གྲི་དབུ་རྩེ་ན་འོ་མི་ཚོ་ཆུང་ཆུང་ཅིག་ཡོད་རེད་ཟེར་གྱི་ཡོད་རེད་ད་འོ་མི་ཚོ་ཟེར་ན་ད་རྦད་དུ་འོ་མ་ཚོ་དག་ཡིན་རྒྱུ་མ་རེད་བ་ད་ང་རང་ཚོ་གི་ལས་མ་བཏང་ན་འོ་མི་ཚོ་དག་མཐོང་དགོས་རྒྱུ་མ་རེད་བ་ཡིན་ན་ཡང་ད་གང་ལྟར་ཚོ་ཆུང་ཆུང་ད་རྡོག་སྒྲོ་ཐོགས་སུ་དཀར་པོ་ཡོད་དེ་ནི་དེ་འདྲས་ཅིག་ཡོད་ས་རེད་ཚོ་ཆུང་ཆུང་ཅིག་ཡོད་རེད་ཟེར་ད་དེ་ཚོ་ཆུང་ཆུང་དེ་དཔེ་མེད་ཟེར་ཡན་ལག་གྱེན་སྟེང་གི་ཆུ་པའི་མི་ཚོས་བདུད་རྩི་རེད་ཟེར་གྱི་ཡོད་རེད། དེ་ཡིན་དུས་སྐབས་སུ་དུ་བ་ལུང་གི་ནང་ནས་ད་ལུང་གིས་ཟིན་ཡོད་རེད་ཟེར་ག་རེ་གསུངས་ཀྱི་རེད་ཟེར་ན། བདུད་རྩི་ཚོ་ཡང་རི་བོ་དེ་ལ་ཡོད་ཟེར་གྱི་དུ་བ་ལུང་གི་ནང་ཡོད་རེད་ད་དེ་ལུང་གིས་ཟིན་པ་རེད་ཟེར་ཡོད་རེད་ཟེར་གནས་ཡིག་ག་གི་ནང་བྲིས་འདུག་མ་གཏོགས་ཡང་ངས་དུ་བ་དཔེ་ཆ་དེ་ཚོའི་ནང་ན་ཡང་བདུད་རྩི་ཚོ་ཡང་རི་བོ་དེ་ལ་ཡོད་ཟེར་གྱི་དེ་འདྲ་ཡོད་མེད་ད་ངས་ད་ཡང་བཙལ་ཐུབ་མ་བྱུང་ད་ཡིན་ན་ཡང་ད་གནས་ཡིག་དེ་ཚོའི་ནང་དེ་འདྲས་བྲིས་འདུག་འོ་དེ་ཡིན་དུས་སྐབས་སུ་རི་བོ་འབྲུག་སྤྲུལ་དབུ་རྩེ་ན་ཚོ་ཆུང་ཆུང་ཞིག་ཡོད་རེད་ཟེར་ད་ཚོ་ཆུང་ཆུང་དེ་བདུད་རྩི་ཡིན་པ་བྱས་ད་ཚོ་དེ་གི་ད་ཆུ་དེ་ཚོ་ག་བ་རེ་བབས་འགྲོ་དགོས་རེད་ཟེར་ན་རི་བོ་འབྲུག་གྲགས་ཀྱི་ཕྱོགས་བཞི་ནས་ཆུ་བོ་བཞི་ཡོད་རེད་བ། ད་དེ་དང་མཉམ་དུ་བབས་འགྲོ་གི་རེད་ཟེར་གི་རེད། ད་མདུན་ནས་ཕྱོགས་ནས་མ་ཆུ་མོ་ཡན་ལག་གྱེན་ལྡན་ཟེར་ང་རང་ཚོ་ཡོངས་གྲགས་གནས་སྐོར་འགྲོ་དུས་སྐབས་སུ་ཁྲུས་བྱང་ས་ཞིག་འདུག་ད་དེ་ལ་ཆུ་མོ་ཡན་ལག་གྱེན་ལྡན་ཟེར་གི་རེད་འོ་ད་དེ་དང་འདྲེས་འགྲོ་གི་རེད་ཟེར་གི་རེད་ད་ཆུ་མོ་ཡན་ལག་གྱེན་ལྡན་རེད་ང་རང་ཚོ་ཡོངས་གྲགས་ཁ་སྐད་ལ་ཆུ་མོ་ཡན་ལག་གྱལ་འཛིན་འདྲ་བོ་ཞིག་ལབ་གི་འདུག་གྱལ་ལྡན་འདྲེ་ཆུ་ཡན་ལག་གྱལ་དང་ལྡན་པ་ཟེར་གི་རེད་འོ་ད་དེ་རེད་རི་བོ་འབྲུག་གྲགས་གི་ད་ཆུ་གཅིག་ག་བ་ལ་འབབ་གི་ཡོད་རེད་ཟེར་ན་མེ་ཏོག་དེང་གི་ཆོག་ད་ཡང་རི་བོ་ངོས་ནས་མ་ལ་ཆུ་ཞིག་བབས་ཡོང་གི་འདུག་འོ་དེ་དང་འབྲེལ་ནས་ཡང་འབབ་གི་ཡོད་རེད་ཟེར་གི་རེད

དེ་ཁ་ནང་བཞིན་གྱི་ལྟུང་ཡས་ལ་སོགས་པ་བྱེད་པ་ཡིན་ན་སྡིག་པ་དང་སྒྲིབ་པ་དག་ཡས་ལ་སོགས་པ་དང་དེ་ཁ་ནང་བཞིན་གྱི་དབང་བཞི་ཐོབ་ཡས་ལ་སོགས་པ་དག་དེ་འབྲེལ་གྱི་ཡོན་ཏན་ཡོད་རེད་གསུང་གི་རེད། ཨ་ན་རི་བོ་འབྲུག་སྒྲ་དང་གནས་སྐོར་ཕེབས་དུས་བསྐོར་ར་ཕེབས་དུས་སྐབས་སུ་སྐོར་ཚད་འདྲ་བོ་དག་ག་ཚོད་རེད་བས་ཟེར་ན་སྐོར་ཚད་དེ་སྐོར་ར་བཅུ་གསུམ་རེད་གསུང་གི་རེད་ད་དེ་ན་འོ་ན་དོ་བོ་ཤེལ་གྱི་རི་བོ་འབྲུག་སྒྲ་དང་ད་དེ་འདྲའི་རྩ་ཆེན་པོ་ཞུ་གཅིག་ཡིན་པ་ཡིན་ན་ད་ཤེལ་གྱི་རི་བོ་འབྲུག་སྒྲ་དེ་ག་རིགས་ཀྱི་གནས་རེད་བས་ཟེར་བ་ཡིན་ན་ད་ཅི་ད་ང་རང་ཚོ་གངས་རི་ལྗོངས་ལ་པར་འཁོར་ལོ་སྡོམ་པའི་སྐུ་གསུང་ཐུགས་དང་ཡོན་ཏན་འཕྲིན་ལས་ཀྱི་གནས་ལྔ་ཡོད་རེད་གསུང་དགོས་རེད་ད་གནས་ལྔ་ཡི་ནང་ལ་སྐུ་ཡི་གནས་དེ་ག་རེ་རེད་ཟེར་ན་སྟོད་གངས་རིན་པོ་ཆེ་གངས་ཏི་སེ་ཆགས་ཏེ་ཡོད་རེད་གསུང་གི་གནས་དེ་ལབ་ཅི་ཆགས་ཏེ་ཡོད་རེད་ཐུགས་ཀྱི་གནས་དེ་རྩ་རི་ཆགས་ཏེ་ཡོད་རེད་ད་ཡོན་ཏན་གྱི་གནས་དེ་ག་རེ་རེད་བས་ཟེར་ན་ཡོན་ཏན་གནས་དེ་ལ་སྟོད་རྒྱ་གི་ཤི་རིའམ་ལ་སྟོད་རྩིབས་རི་ཆགས་ཏེ་ཡོད་རེད་དེ་ནི་འཕྲིན་ལས་ཀྱི་གནས་དེ་ག་རེ་རེད་བས་ཟེར་ན་ད་འཕྲིན་ལས་ཀྱི་གནས་དེ་ཤེལ་གྱི་རི་བོ་འབྲུག་སྒྲ་ཡིན་གསུང་དགོས་རེད་དེ་ཡིན་དུས་སྐབས་སུ་ང་རང་ཚོ་གངས་རི་ལྗོངས་ལ་དཔའ་འཁོར་ལོ་སྟོན་པ་བདེ་མཆོག་ཡབ་ཡུམ་གྱི་སྐུ་གསུང་ཐུགས་ཡོན་ཏན་འཕྲིན་ལས་ཀྱི་གནས་ལྔ་ཡོད་པའི་ནང་ནས་ད་འཕྲིན་ལས་ཀྱི་གནས་དེ་དོ་བོ་ཤེལ་གྱི་རི་བོ་འབྲུག་སྒྲ་ད་འདི་ཆགས་དེ་ཡོད་རོ། དེ་ཡིན་དུས་སྐབས་སུ་ད་རི་བོ་ཆེ་གསུམ་ཟེར་རི་གཙོ་བོ་གསུམ་ཡོད་རེད་རི་གཙོ་བོ་གསུམ་དེ་དཔའ་འཁོར་ལོ་སྟོན་པ་དེ་ནི་ལྷ་ཚོགས་དྲུག་ཅུ་རེ་གཉིས་ཀྱི་སྐུ་གསུང་ཐུགས་ཀྱི་ད་དཀྱིལ་འཁོར་རྟེན་དང་བརྟེན་པར་བྱེད་པ་ད་དེ་ཆགས་ཐིག་ཡོད་རེད་ཟེར་གྱི་རེད། རྩ་ཁང་ཡོད་ས་གི་བྲག་དེ་ཡུམ་དོར་བྱེད་ཕག་མོ་གི་གནས་ཆགས་ཐིག་ཡོད་རེད་ཟེར་གྱི་རེད་དེ་ཡིན་དུས་སྐབས་སུ་ཡབ་འཁོར་ལོ་དོན་པ་དང་ཡུམ་དོར་བྱེད་ཕག་མོ་བྱས་ད་འཁོར་ལོ་དོན་པ་ཡབ་ཡུམ་རྟེན་དང་བརྟེན་པར་བྱེད་པའི་གནས་ད་དེ་འདྲའི་ཆེ་ཆགས་ཐིག་ཡོད་རེད་ད་གཙོ་བོ་དེ་འདྲའི་ཆེ་ཆགས་ཐིག་ཡོད་རེད་ཡིན་ན་ད་དེ་ཙམ་མ་ཡིན་པར་གྲུབ་ཐོབ་སེང་གེ་ཡེ་ཤེས་ཁོང་རང་གི་གནས་ཀྱི་གཟིགས་སྣང་དེ་ཚོ་གཏན་ལ་ཕབ་དུས་སྐབས་སུ་ད་མགུར་མ་ག་རེ་གསུངས་ཡོད་རེད་ཟེར་ན། ཤེལ་གྱི་རི་བོ་འབྲུག་གྲགས་འདི་རྣམ་རྒྱལ་མཆོད་རྟེན་དགུང་ལ་རེད་ཆོས་སྐུ་དོར་བྱེད་ཕྱག་མཚན་ལ། རྒྱ་བོད་གྲུབ་ཐོབ་རྒྱ་མཚོའི་སྐོར། འཁོར་ལོ་བདེ་མཆོག་ཡབ་ཡུམ་ལ། རྒྱུད་སྡེ་ལྷ་ཚོགས་ཀུན་གྱི་སྐོར། དུས་གསུམ་སངས་རྒྱས་ཐམས་ཅད་ལ། ཉན་རང་དགྲ་བཅོམ་ཚོགས་ཀྱི་སྐོར། དཔའ་བོ་མཁའ་འགྲོ་ཆོས་སྐྱོང་ལ། བསྟན་སྲུང་དམ་ཅན་རྒྱ་མཚོའི་སྐོར། དཀར་ཕྱོགས་ལྷ་ཀླུ་གཞི་བདག་རྣམས། སྤྲིན་ཕུང་ཐིབས་པ་བཞིན་དུ་བཞུགས། ཞེས་གསུངས་པ་ནང་བཞིན་ད་དེ་འབྲེལ་གྱི་དཔེ་མི་སྲིད་ཀྱི་གནས་རྩ་ཆེན་པོ་ཅིག་ཆགས་བསྡད་ཡོད་རེད། དེ་ག་ནང་བཞིན་གྱི་མངའ་རིས་དཔལ་འབྱོན་གྱི་རང་རྣམ་ནང་ནས་མངའ་རིས་དཔལ་འབྱོན་ཁོང་ཤེལ་རི་བོ་འབྲུག་གྲ་རྒྱལ་དུ་ཕེབས་དུས་སྐབས་སུ་ཁོང་རང་གི་གཟིགས་སྣང་དང་མཐུན་པ་ག་རེ་གསུངས་ཡོད་རེད་ཟེར་ན། དབེན་ཞིང་ཉམས་དགའ་རིག་པ་ཕྱོགས་མེད་དང་འཁོར་ལོ་སྡོམ་པ་དྲུག་ཅུ་རྩ་གཉིས་ཀྱི་རྣམ་པར་གནས་ཤིང་དཔལ་གྱི་རི་བོ་དང་དྭངས་མའི་མ་དང་རྡོ་རྗེ་རྣལ་འབྱོར་མ་རྒྱ་ཡུམ་གཉིས་ཀྱིས་མཚོན་པའི་དབེན་གནས་སོ། ལེགས་པར་སྦྱར་ནས་སྙིང་ནས་སྤྲོ་བ་ནི་སྔོན་གྱི་སྐྱེ་བ་ལས་དང་སྡུག་བསྔལ་ཀུན། ཅིག་ཅར་དྲན་པས་འགྲོ་ལ་སྙིང་རྗེ་སྐྱེ་གསུང་ངོ་རེ་ལ་སོགས་བཀའ་དྲིན་ཆེ་ད་དོ་ཤེས་ཀྱི་རི་བོ་འབྲུག་གི་གནས་ཤེས་ཏེ་གྱེས་པ་ཅིག་ཞུས་ན་ནི་མང་པོ་ཞེ་དྲག་ཅིག་ཡོད་རེད་ད་མདོར་བསྡུས་འདྲ་ཅིག་ད་ཞུས་པ་ཡིན་ན་ད་དེ་འདྲས་ཅིག་ཡིན་བཀའ་དྲིན་ཆེ།